བཅུ་བདུན་བཅོ་བརྒྱད་དེ་འདྲའི་ཀུན་ཏུ་དང་གནས་ཡུལ་འདི་དུ་མི་གཤིས་ཆེ་རུ་བ། མ་སྐྱེ་དགུ་མི་གོ་ཤ་རུ་མི་ཤེས་ས་གཤིས་ཆེ་ན་ཁུ་ཤིག་གི་ཅིག་མི་གཤིས་འོ་ད་དེ་ཡག་པོ་ལྐུག་གི་ཡོད་ས་རེད། ཆུང་ཆུང་རྐང་གི་མི་གཤིས་དེ་ཅིག་ད་ཅིག་རྫུན་རེད་ཕྲ་མ་རེད་ཚིག་རྩུབ་རེད་གནག་སེམས་རེད་གནོད་སེམས་རེད་དེ་འདྲའི་གི་བད་དེ་ཀླད་ཚང་ཆེ་དེ་འདྲའི་གི་བད་སྐྱོན་ཅིང་སུར་ཆེ་ལ་བ་ཏང་ཚང་སུ་ན་ཏང་བླ་མ་དགེ་བའི་བཤེས་གསང་མི་དགེ་བ་ཞི་བུ་ཅིག་ཐུགས་རྗེ་ཁུ་སུ་བཟོ་ད་བཟོ་གི་ཆུ་ན་ལས་ཀ་ལས་ཁ་པོ་ཞི་བུ་ཅིག་ཤ། ཧ་ལམ་ད་ང་ཚོས་ཟོ་དྲོ་ཟོ་ཐུབ་གི་མ་རེད་ཟེར་ལབ་བཤད་ནས་ཕལ་ཆེར་ཐག་ཆོད་ཡག་སོ་ཞེས་བཤད། གལ་སྲིད་ཟོ་དྲོ་ཟོས་པའི་མནལ་ནས་ཁབ་སུལ་གཏད་ཅིག་ཁ་གཏད་ཅིག་གཏད་ཟེར་གྱི་ཟོ་དྲོ་ཟོས་མེད་དོ་ཅིག་གིས་དིང་དིང་མི་དགེ་ཁོ་རས་ཐོག་མ་མེད་པ་ནས་ཅིག་གོམས་པའི་བག་ཆགས་ཀྱིས་དེ་འདྲའི་གི་ཐུག་གི་ཟོས་བཅུག་གི་ཤི་གི་ཁོ་ར་ཁོ་རས་ཅིག་ཤི་གི་ར་ཅིག་ཅིག་གིས་དེ་རུ་བབ་དོ་དེ་ག་ལ་ཁ་ཐུག་རང་ཅག་ལོག་འགྲོ་གི་མ་དོ་ཅིག་གིས་ཁྱོད་རྣམས་ཁོ་ར་ཟོ་དྲོ་ཟོ་ཐུབ་གི་མི་འདུག་དེ་གལ་ཆེན་པོ་ཞིག་གོ་གི། བྱས་ཙང་ང་ཚོ་ཐུགས་བཏང་བསམ་བློ་བཏང་འདོད་པ་ཁུ་ཐུ་ལ་ཡང་སྔ་མོ་ཅི་ཕན་ཕན་ནོ་ལ་ཡང། དགེ་བཤེས་པོ་ཏོ་པོ་ཆེན་པོ་དང་ཁོ་ན་ཚོ་ཞལ་བཤུས་པ་ཁུ་ཐུ་རེད་དགེ་བཤེས་པོ་ཏོ་པོ་ཆེན་པོས་གཅིག་སྤུ་གུ། གྲྭ་པ་གསར་པ་དེ་འདྲ་དུ་བ་གཅིག་སྐྱེ་སྐྱེ་གང་ཡོད་འདོད་དུ་བ་གཅིག་ཨ་མ་དེ་རྒྱུ་ཚ་ག་འདྲ་ག་འདྲ་རེད་དཔའ་བོ་དེ་རྒྱུ་ཚ་ག་འདྲ་ག་འདྲ་རེད་སྤུ་གུ་དེ་ག་འདྲ་ཡིན་པ་དཔའ་བོ་མི་གཤིས་ཀི་ག་འདྲ་ཡོད་མི་གཤིས་ག་འདྲ་ཡོད་ཟེར་ནས་དེ་གཅིག་བརྟག་དཔྱད་ཤུགས་ཆེ་ན་བཀའ་འདྲི་ཤུགས་ཆེ་གནང་གི་རེད་ཟེར་བ་དེ་ད་དངོས་གནས་གཅིག་བསམ་བློ་བཏང་འདོད་ལོ་འདོད་དུ་བ་དེ་དངོས་གནས་ནད་འགའ་ཞིག་འདུག་ག། དང་ཆུ་མཆོད་ཀུན་ནས་གཅིག་སྟེགས་རྩིའི་ཚ་བོ་ང་རྒྱལ་ཚ་བོ་ཨ་ནི་རང་གཤིས་ཚ་བོ་སུ་སུ་ད་ག་རང་མི་དང་གཅིག་གཞན་དག་ཁྱོད་ནི་མི་སེམས་ཅི་དེ་འདྲའི་གཅིག་གི་ཐུགས་ལན་ཡོད་དེ་དོ་འདི་ནས་མ་བླ་མས་འདི་ནས་མ་ཅི་ཙམ་པས་ཅི་གོ་བ་གཅིག་དང་ཅི་ཙམ་པས་ཕི་གས་ཅི་ད་ང་ཞེ་ནའང་ཞུས་ནས་ལན་ཁོ་ཕི་གས་ཅི་གོ་བ་དང་ད་ང་དེ་ཁོ་རའི་དེ་ག་འདྲའི་ཕ་ཁ་ཆུས་ཀྱིས་ཁྱེད་དཀྲུག་གི་མ་གཏོགས་ཅི་གི་ཕི་གིའི་བླ་མས་ཡིན་ནས་མ་གནང་པ་ནང་བཞིན་དང་དཔེ་ཆ་ནས་ནས་ཤེས་པ་ནང་བཞིན་ཤེས་ནས་ཁོ་ཁྱོད་ནི་འགྲོ་ར་ཞིག་མི་འདུག། དེའི་ཆེད་དུ་ཁོ་རེ་ཤིག་གིས་དང་ལེན་དང་པོ་ནས་ཁ་ད་མ་སོང་ནས་ལུ་གུ་བཅུ་གཅིག་ཅིག་བཅུས་ཚར་རེད། གཞན་དག་ཅིག་ལ་ཁ་ལོ་པད་བཅུ་གཅིག་ཅིག་ལ་བད་དུ་བཅུས་ཚར་རེད། ད་ག་ཚད་ཅིག་བཟོ་བཅོས་བརྒྱབ་ཅེས་ག་ཚད་མོ་ག་ཚད་ལབ་ག་བྱས་ན་ལེ། དེའི་གྲུབ་འབྲས་ཁྱོད་ལ་ཐོན་ཡ་མི་འདུག། དེ་བསམ་མི་ཤེས་ཏེ་ང་ཚོ་ཡིན་གཅིག་མིན་གཅིག་གི་ས་ས་ཆི་ཁུག་ཏུ་ཕལ་ཆེན་ཅིག་ད་ང་ཚོ་མེ་ཙི་རིང་ཀང་བད་ཅིག་ལྟ་གིན་ནས་ཞུ་གུ་ཞུ་གུ་ལ་ཡང་ཅིག་འགག་རྩའི་གནས་ཚུལ་དེ་འདྲས་དང་ཅིག་གནད་འགག་ཕྲ་མོ་དེ་འདྲས་དེ་འདྲས་གང་དུ་ཐུག་ཡིན་པ་གི་ཐུག་ལ་དེ་དག་ཁོ་རེ་ཤིག་གིས་ད་རང་བཙོང་ཡོང་གིན་མ་འདུག་ཅིག་གིས་ཁྱོད་ལ་ཁོ་ར་ད་ད་དེ་གི་མི་འདུག། ད་ལྟ་ཅེས་ཇོ་ཅེ་བླ་མ་ད་ལྟ་ང་ཚོ་ཅེས་ཤི་ལ་རིག་གི་ད་འོང་ཁོང་ཁོང་རང་འོང་ཁོང་གིས་མ་གསུངས་ཡོད་མ་ཁུ་དུ་དུ་བ་ལས་ད་ལྟ་ང་ཚོ་བློ་ཆུང་མཚོན་ཆ་ནང་འདུག་རང་གཤིས་ངན་པ་ཕྱོགས་སུ་བཙོང་བ་ཡིན་ཟེར་ནས། ད་བླ་མ་ཡག་པོ་ད་ག་མི་ཚེ་ཐུག་བསྡོད་ཡོད་རེད་གོ་ཧུབ་ད་ག་རོ་མོ་དཔོན་དྲང་པོ་ཞིག་འཕྲད་འདུག་ད་དངོས་གནས་ཅིག་ཤི་རྒྱུ་ལ་བཟོ་བསྡོད་བཟོ་ཉེ་ཡིན་ན་ད་ད་རེས་མ་གཏོགས་ཁྱོད་ལ་བཟོ་ཡ་མེད་དུ་སྐྱོ་གི་དེ་འདྲའི་དགུ་བརྩི་ལེ་འདོད་དེ་ཁོས་བི་ཀེ་བླ་མའི་གདམས་ངག་དང་མན་ངག་དེ་གའི་གང་གི་ཁ་ཕྱོགས་དེ་དག་ཅིག་འདི་རེད་འདི་མ་རེད་བསལ་ཏེ་ཁོ་རེ་གི་རང་བཞིན་ངན་པ་གཅིག་ཡོད་པ་དེ་བཞིན་ཤང་ཤང་དབྱིབས་འབྱེད་བཏང་ནས་ཕྱིན། ང་ནི་བི་ཀེ་ཁྱོད་ནི་ཕན་རོགས་ཤིག་མི་འདུག། ཁྱོད་ནི་ཁོ་རུ་ཕན་རོགས་ཤིག་མི་འདུག། དཔེར་ན་ནད་ཀྱི་ནད་པ་བཞི་གཉིས་པ་དེ་འདྲ་དང་ནད་ཀྱི་ནད་པ་བརྒྱུད་གཉིས་དེ་འདྲ་ཡོད་པ་དང།

ཧ་ལས་པའི་ཁྱེད་ཆེན་པོ་ཆེ་ཆུང་ཆུང་གི་ནས་གཅིག་པུ་ཞིག་གི་བཟང་པོ། ད་ང་ཚོ་འདིས་གཅིག་གནམ་ཐང་ལོ་རྒྱུས་ཀྱི་ཐོག་ལ་མ་འདྲེས་པ་ཞིག་ད་དེ་གལ་ཆེན་པོ་ཞིག་བྱ་འདིར་དགའ་བསུ་ལ་འདོད། དེ་སྔ་ཕན་ཆད་ལ་ཡང་བོད་ཀྱི་བླ་མ་དམ་ནས་ང་ཚོ་དཔལ་ནཱ་ཅེས་ས་ག་ག་གཉིས་རིས་སུ་མ་ཆད་པ་ག་ང་ལ་ཕར་བསམ་བློ་བཏང་བྱས་ཅིག་ལབ་ཉེས་ཡིན་ནི་དཔེ་བརྟན་པོ་དངོས་གནས་དཔེ་བརྟན་གྱི་རང་ཆ་འདི་གྱོ་ད། གསལ་གསལ་ཐིང་ཐིང་རང་རེད་འདི་གྱོ། དཔེར་ན་ང་ཚོ་དགེ་ལུགས་ཀྱི་ཆོས་ནས་ཤ་ཚོམ་པའི་ནི་ནི། རྗེ་རིན་པོ་ཆེ་ཁོ་རང་ཆེས་རྒྱལ་ས་ཐམས་ཅད་མཁྱེན་པ་ཆེས་དགེ་ལུགས་ཐམས་ཅད་མཁྱེན་པ་ཆེས་ད་འདིའི་འོག་ལ་མ་དཔལ་ཆེན་བློ་བཟང་ཆོས་སྦྱིན་སེང་སྤྲེལ་དུ་གྲུབ་ཆེན་བློ་བཟང་རྣམ་རྒྱལ་སེང་སེང་སྤྲེལ་ད་ང་ཚོའི་ཉེ་བའི་ནང་ལ་ཤ་ཚོམ་པ་ནི་དཔེར་ན་ང་རང་ལ་ཡིན་ཡང། ཆོས་ནས་དངོས་ཐོག་གི་དཔའ་འདེམས་བླ་མ་ཞེས་བྱེད་པ་ནི་རྒན་རབས་ཤིང་ནར་མ་ཉིད་དེ། ད་དེ་ལྟ་དེ་ལ་སོགས་པ་བླ་མ་གང་འདྲས་ཅིག་ལ་ཅིག་ནས་ཀྱང་ཨ་ནི་ང་ཚོ་བཀའ་བརྒྱུད་ཆོས་ནི་བསམ་ན་གཏང་སྲིད་ནོར་འདི་ཇི་ཚོད་མི་ལེགས་སོ་འདྲ་ལྟ། ས་སྐྱའི་ངོ་ནས་བཤད་ན་ས་བོན་འདི་བསྟན་སོ་ལྟ་ད་ཚོ་གང་ག་ག་སོ་ལྟ་སྤུ་གུ་ཆུང་ཆུང་ངོ་ནས་རང་གཤིས་དྲང་པོ་ཞིབ་ཅིག་ལྟ། གཤིས་ཀ་ཅིག་ག་འདྲས་སོ་ཟབ་ལྟ་བཟོད་ནས་ལས་བཟོ་རྒྱུ་ཡིན་རྒྱུ་ཞིག་རེད་དོ། གཤིས་ཀ་གཉན་པོ་ཞུགས་དོ། ཁོ་ར་ཁོ་རའི་གཤིས་ཀ་རེ་ཅིག་ཅིག་རང་ལུགས་རེ་ཅིག་ཅིག་ཁྱེད་ཀྱིས། གུ་རུ་གུ་རུ་དང་པོ་ནས་གཅིག་ལྟ་གྲུབ་ཏུ་གཅིག་གཅིག་ཕྲག་པ་ཕྲག་པོ་ཅིག་ཁྱེད། རྟ་དབང་དང་པོ་སོགས་ནས་གཅིག་ཁྱེད་ཅེས་ཕྲག་པ་ཕྲག་པོ་ཅིག་གིས་ཉི་མས་མ་ག་ཙས་པའི་ཞུས་ཤིག་ནས་ནས་མི་གེ་ཁྱོད་ནི་ཐེག་རྒྱུ་མེད་དུ་གྱུར་ཅིག་དང་གཉིས་པོ་ཁྱོད་ནི་བཟོ་རྒྱུ་མེད་དུ་གྱུར་ཁྱོད་ནི་མ་ནོན་པོར་གྱུར་ཁྱོད་ནི་ཡོང་རྒྱུ་མེད་དུ་གྱུར་ཅིག་དེ་ནི་ཁྱོད་ན་རེ་མེད་དོ། ཅི་དང་ཇི་ལུས་མི་ལུས་ཤིག་གེ་དྲང་པོ་ཞིག་ཏུ་དགོངས།

ད་ད་ལྟའི་གནད་ཀ་ལོ་ཡིན་ཡང། རྗེ་བཙུན་མི་ལོ་ཡིན་རྒྱུ་ཞེ་ན་ནི་བཀའ་བརྒྱུད་པ་ཅིག་རེད་དེ་ད་ད་ལྟའི་གནད་ཀ་ལོ་ཡང་ས་ག་བཀའ་རྙིང་གང་གི་རྗེ་བཙུན་མི་ལོ་སུ་ཏོ་ད་དཔལ་དབང་མ་ཐུགས་གཉིས་ཞེ་ད་ཁས་མ་ལེན་གཉིས་ཞེ་ད་བོད་ལུང་པ་ཅིག་ཨ་མདོ་ཅིག་སྟོད་མངའ་རིས་ནས་ཞེ་མེད་མི་སྒེར་ཅིག་ཨ་མདོ་བོད་དུ་གོ་བ་འགྲོ་ཉེ་ནས་ལས་སུ་ཅིག་ཡོང་མ་ལ་དོགས་པ་ཅིག་ཡོང་མ་གང་གའི་དཔེ་གཅིག་བསྐྱུར་རྒྱུ་བྱས་རྗེས་ང་ཚོ་གང་གའི་སྤྱི་དཔོན་སྐུ་སོ་ད་ཨ་ཁུ་སྤྱི་དཔོན་སྐུ་སོ་ད་གླིང་གི་གང་གའི་ཁས་ལེན་ཡག་སོ་ད་རེད།

དང་ཁོའི་གཤིས་ཀྱི་དེ་ཅིག་ཅག་ནང་བཞིན་ཤིན་ཏུ་ཁྲག་པོ་ཁྲག་པོ་ཞིག་བལྟས་ཤིག་དེ་དུ་ཁོ་གསོས་དེ་ཅིག་གུ་གུ་ཞུན་ཞུར་ཞེས་ཅིག་བྱེད་ཀྱི་ཡོད་དེ་དེང་དེང་མིན་ཁྱོད་ནི་ཅུ་ཐུ་ལ་ཡོད་མ་རེད་ད། ཁྱོད་ནི་ཁོ་རེད་ད་ཟོ་དོ་ཟ་ཁྱོད་ནི་ཡོད་མ་རེད་ད་ཧ་ལམ་མེ་རྫི་རིང་གང། གྲྭ་ས་ནང་སློབ་གཉེར་བགྱིད་བྱེད་དོན་གཉེར་ཡིན་ནི་ལེ་དེ་ཁྱོད་ནི་ད་ད་དེ་གི་མ་རེད་ད་གྲུབ་འབྲས་དངོས་གནས་དེ་ཁྱོད་ནི་ཐོབ་གི་མ་རེད་ད། ཁྱོད་ལ་ཐོག་མར་ཤི་རྒྱུ་ལ་ཟོབ་ཏོ་ཟོབ་དང་སྟེ། དང་པོ་ནས་གར་སོང་བའི་དུས་དང་གོ་གཅིག་ཕ་ཡུལ་ནས་མ་ཡོང་ཀུན་ནས་ཁོ་ར་ཁོ་ར་ལ་ལྟ་གྲུབ་ཀྱི་གཅིག་ཆད་ཅིག་རང་བཞིན་ངན་པ། སྐྱེ་དབང་ཐོག་མ་མེད་པ་ནས་ཚེ་རབས་ལས་ཀྱི་འབྲས་དུས་ཀྱི་དུས་འབྲས་ཀྱི་ཐོག་ནས་རང་བཞིན་ངན་པ་གཅིག་ཆགས་རྗེས་ཁོ་ཁོ་རའི་ད་ག་རང་མ་གཏོགས་གཞན་དག་ཁྱོད་ནས་མེད་ཟིན་ཅིག་འདུག། ཁྱོད་ནས་ཁོ་ར་མེད་འདུག་ད་སྡུག་ཅག་ཞི་བ་ཅིག་འདུག། ད་སུ་སུའི་སྡིག་རྐང་ལ་མ་གཏོགས་གཞན་དག་ཁྱོན་ནས་མེད་སྲིད་ཤེས་སོང་བླ་མ་རྩ་ཆེན་པོ་སྤྱི་བཙན་པའི་བླ་མ་ལྔ་ཐུག་ནས་བྲལ་བླ་མ་བཅུ་ཐུག་ནས་བྲལ་བླ་མ་བརྒྱ་ཐུག་ནས་ལས་ད་ཁོ་ཁྱོད་ནི་ད་བ་དེ་རེད་ཤི་གི་མ་རེད་པ་ང་རེད་དེ་ཡིན་ཤི་ལ་གི་དེ་ཡོང་སོང་རེད། ཇི་ལྟར་ང་ཚོ་ཆོས་ར་ན་ལས་འདི་རེད་དེ་འདྲ་རེད་ང་ཚོས་ཟིན་འདྲ་ལ་ཕར་ལྟ་བསྡད་པ་ཁོ་ཐུག་ད་ཁྱེད་རང་ཚོ་ག་ངའི་དཀྱིལ་ལ་ཡ་ང་ཚོ་ག་ངའི་དཀྱིལ་ཡོད་ཆ་དེ་ག་རེད།

དུས་སུ་ཨང་དང་པོ་དེ་ང་ཚོ་ག་རེ་རེད་དོ་སོང་ལ་དུས་དང་རང་གཤིས་དེ་ཤ་ཐག་རང་གཤིས་དེ་སྤུས་དག་པོ་ཤུགས་ཆེ་བྱུང་པ་ཡིན་ན་ནི་ང་ཚོ་མི་ཚེ་འདི་ལ་ཡང་སློབ་གཉེར་དེབ་སོང་ལ་གྲུབ་འབྲས་ཞེ་བོ་ཅུ་ཐོབ་ཀི་རེད། ཉམས་ལེན་བྱས་སོང་ལ་གྲུབ་འབྲས་ཞེ་བོ་ཅུ་ཐོབ་ཀི་རེད་ཞུ་སྒོའི་གཤིས་རྒྱུད་བཅོས་པའི་ནས་ལས་ཁ་ཐུག་ཁུ་ཐུག་བཅོས་ཐུབ་ཀི་རེད་ད། ཁ་ཐུག་ཁ་ཐུག་ཆོས་ཐུག་གུ་སེ། དེ་སོང་ད་མི་ཤི་དེ། འོ་ད་དེ་ཡག་པོ་ཞིའུ་ཅི་ཕི་གི་བལ་སྣང་ཤིག་གི་འཇམ་པོ། ཡག་པོ་ཞིའུ་ཅི་པེ་མི་སེར་གི་སྤུས་དག་པོ་ཤི་ད་ཤིའི་གི་དང་པོ་དེ་འོ་དེ་གུ་གུ་ཡོད་ས་རེད། ཨ་ནི་སྤུ་གུ་ཤི་རྒྱུ་ངན་པོ་དེ་གོམ་པ་རྒྱག་ཤིའུ་ན་དེ་ཞིའུ་ཅི་ཡང་སེ་མ་རེད་པེ་ན། སྤུ་གུ་ཤི་རྒྱུ་ངན་པོ་ཅི་སྤྱི་ཚོགས་ཁང་གི་བླ་འབྲོག་ལ་བཏང་ཤིའུ་ན་དེ་རྙོག་དྲ་སེ་ཁེ་ཡོད་མ་རེད་སྤྱི་ཚོགས་ཁང་བླ་འབྲོག་ལ་ཙོ་ཙོ་ཤེས་ཡོན་ཤེས་ཅེ་ཅི་གོ་ཚུལ་གུ་གུ་ཡོད་རེད་མ་གཏོགས་ཅིག་ཤི་རྒྱུ་དེ་གུ་གུ་ཡོད་མ་རེད། སེམས་ལ་བཟོ་ལྟ་ཁྱོད་ལ་བཟོ་མ་རེད་ད་ལུས་ངག་ལ་བཟོ་ལྟ་ཁྱོད་ལ་བཟོ་མ་རེད། དང་པོ་རྩ་བའི་དམིགས་ཡུལ་གུར་ག་སར་དང་དགེ་རྒན་སྡེ་གཅིག་པའི་ཕོགས་ལ་བརྟེན་ནས་ལས་ཀ་བྱེད་མཁན་གྱི་དགེ་སློང་དགེ་རྒན་ཆེད་རེ་སྤུག་སྡེ་ག་སར་ལ་འཛུལ་ལྟ་སྟངས་འདིར་བླ་བྲེ་སྟེ་དྲིན་གང་ཡོང་སོང་ནས་མ་འོངས་པ་ན་ཕོགས་ཆེ་རེ་གིར་སོང་ཟེར་ནས་དེ་འདྲས་ཀྱི་ཏོག་ལ་སྐྱེ་བྱེད་རེ་བ་རྒྱུ་བྱེད་དུག་ཆེན་སླད་དུ་དུས་ཚིགས་འདི་གང་གི་གཅིག་གཟའ་རྒྱུ་སྟོན་རྒྱུ་དོན་དག་ལ་དམིགས་བྱས་ད་གེ་དགེ་དྲུག་གཉིས་ཀ་བློ་དེ་འདྲས་ཀྱི་སོར་ཆགས་དེ་རེད་དོ་ཤེས་རྒྱུའི་དུས་ཀུ་ཨ་གི་དམིགས་ཡུལ་གུར་ཁྱོད་ནོ་ཡང་མར་ལྟ།

རྒྱུད་དུ་ཡང་བསྟན་པ། རཏྣ་ས་ཏྭ་འདི་གལ་ཏེ་ཆེན་པོ་བཞི་བོ་ཅི་རེད་ལན་བརྒྱ་འདི་གལ་ཏེ་ཆེན་པོ་བཞི་བོ་ཅི་རེད་རཏྣ་ས་ཏྭ་འདི་དང་ལན་བརྒྱ་འདི་ལ་བརྟེན་བཅས་ཤེས་རྒྱུད་འདུལ་དགོས་ཀོ་དེ་ཉིད་མེ་ཏོག་མི་ལྡེ་བ་ལྟ་བུ་ཅི་རེད་དེ་རྩ་བའི་དམིགས་ཡུལ་དེ་རྒྱུད་སྡུད་དགོས་བ་སེམས་རྒྱུད་བཅུག་དགོས་བ་དེ་རེད་མ་གཏོགས་གཅིག་གིས་མཁས་པ་བྱས་རྗེས་མིང་གྲགས་བྱས་རྗེས་ལ་རྒན་ལི་ཡག་སོགས་དེ་འདྲའི་ཁྱོན་ནས་མ་རེད་པ་ང་ཚོ་ནང་པའི་དམིགས་ཡུལ་དེ་སོང་ད་སྐྱེ་རྗེས་དེ་དང་པོ་ནས་ཁྱོན་ལ་འཁོར་ཁ་ཁ་བྱ་འགྲོ་དགོས་ད་སྤྱི་ཚོགས་ངང་སྐྱེ་རྗེས་དེ་རྦད་དེ་ཁ་ཁ་རེད་འགྲོ་གི་ཡོད་རེད་དེ་ཉིད་རྦད་དེ་གནས་ཚུལ་ཁ་ཁ་བྱས་ནས་ཡེམ་ཆད་བཏང་དགོས་ཀྱི་ཡོད་ད། ད་འདི་དང་པོ་དེ་རེད། དེ་ཆགས་ན་མི་སེམས་ལ་ཅིག་ཞོག་ཞོག་ཨ་ད་འདི་ངས་ད་ལྟ་ཤང་ལ་མ་ལས་ཞུས་ཞོག་དེ་འདྲེས་པ་བྱས་ནས་ཞུས་ཞོག་དེ་གལ་ཆེན་པོ་ཤིའུ་ཅིག་ཆགས་འདུག་གི་ཨ་ད་སྙི་བོ་དེ་ལ་ང་ཚོ་ག་རེ་གོ་རེ་སུ་ལ་ཐུག་ད་ཁུ་སློབ་གཉིས་ཀྱང་དེ་བས་ཁུ་ཐུག་ལ་ཡང་གོམ་པ་ཡག་པོ་ཞིག་གོ་ཐུག་གི་ཨ་ད་གོམ་པ་ཡག་པོ་ཞིག་སློབ་གཉིས་ཀྱི་ཆ་རྐྱེན་ཆ་ཚང་ཡོད་དུ་གྱོ་ཨ་ནི་བླ་མ་དགེ་བའི་བཤེས་གཉེན་དཔལ་མཁས་གྲུབ་གཉིས་ལྡན་བླ་མ་ཚེ་སྒྲུབ་ཅིག། བླ་མ་དེ་འདྲས་ཅིག་ཀུན་འདུས་ལ་བསྟེན་སོང་ད་དངོས་གནས་སྣང་གྲགས་ཡོད་མ་རེད་སང་སང་ག་ད་དེ་འདྲས་ཀྱི་ཅིག་ཚེ་ཐུབ་འདི་ཕྱི་མ་ཐམས་ཅད་ལ་ག་ང་ལུག་གུ་མ་རེད་སང་སང་ག་དེ་འདྲས་ཀྱི། གོང་པོ་སློབ་གཉེར་གྱི་ཆ་རྐྱེན་ཆ་ཚང་ཡོད་དུ་གྱུར་ཅིག་བྱས། ཨ་ང་ཚོ་ད་ལྟ་ཅིག། གཞིས་ཁུངས་ཁག་ཏུ་མང་པོ་ཡོང་སྡད་ཀྱི་ཡོད་རེད་སྤུ་གུ་ཁོ་རང་གི་ངོས་ནས་ཅིག་སློབ་གཉེར་བྱ་འདོད་ཡོད་རེད་དཔེ་ཆ་ལྟ་འདོད་ཡོད་རེད་དེ། ཨ་ནི་ཅིག་གོང་པོ་དེ་ཀླད་སའི་གོམ་པ་དེ་སློབ་གཉེར་ཁྱོན་ནས་མེད་དུ་གྱུར་གོམ་པ་ཅིག་ཀླད་སོང་བ་རེད། ཡང་སློབ་གཉིས་ཡོད་རེད་བལྟས་ཅིག་འབར་འབར་ཅིག་ད་འདི་ན་ལ་འབར་འབར་ཅིག་བླ་མའི་དགེ་བའི་བཤེས་དངོས་གནས་ཀྱི་དཔེ་ཚད་ཐུབ་མཁས་གྲུབ་གཉིས་ལྡན་རྟགས་ཐུབ་པར་བྱེད་ད་ཡིད་ཆེས་སྐྱེས་ན་ཅིག་དེའི་སྐུ་མདུན་ལ་ཡང་ལོ་འདང་བྲེལ་རྗེས་མེ་ལྟེ་དྲིལ་འདུག་སློབ་གཉིས་རྒྱ་བོད་ཡིན་ན་ནི་ཁྱབ་ཚང་ཆེ་ཁྲིམས་བུ་རེ་གུ་རེ་གྱོང་རེ་གུ་རེ་ཟེར་ག་ད་དེ་འདྲ་གི་ཚོད་དཔག་མ་ཐིག་ཡག་གི་ཤོད་ཚུལ་མ་ཐུག་ཡག་སྐད་དོན་ག་ལ་ལན་རྒྱག་དགོས་ད་དེ་འདྲ་གི་ཅིག་དགོངས་པ་འདྲ་ཅིག་ལེགས་སོ་ཨེ་ན་ང་ཚོ་ག་གེ་ཅིག་རག་ཡོང་མ་རེད་ད་མི་ཚེ་ལ་ཐོས་པ་ག་གེ་ཅིག་རག་ཡོང་མ་རེད། དེ་སོང་གོང་པོ་དེ་ཡིན་གཅིག་མིན་གཅིག་གི་སྒྲིག་འཛུགས་ཡག་པོ་ཡོད་དུ་ཡོད་ཅིག་དང་སློབ་གཉེར་གྱི་ཆ་རྐྱེན། དང་དེ་རིང་སྐལ་བཟང་ང་ཚོ་ཏུ་བསམ་བློ་བཏང་འདུག་དང་དེ་ཕལ་ཆེར་ང་ཚོ་དགའ་ལྡན་དགོན་པའི་ངོས་ནས་སྒྲིག་འདི་མགྱོགས་སུ་གཏོང་དགོས། ཆ་རྐྱེན་གཉིས་པོ་དེ། གོང་པོ་ཡག་པོ་གཅིག་སླེབས་དགོས་ཏེ། གོང་པོ་ཡག་པོ་གཅིག་སླེབས་དགོས་ས་དེ་གོང་པོ་དེ་གནས་སའི་ས་ཆ་དེ་སྐྱིད་པོ་ཤིག་ཤིག་ཡོད་དུ་མགྱོགས། ལྷག་ན་གོང་པོ་དེ་ལ་ཆོས་རྗེ་ཆོས་ཉིད་མང་པོ་ཡོད་དུ་མགྱོགས་གོང་པོ་དེ་ལ་ཡང་རྒྱའི་མང་ཆ་ཤུགས་ཆེན་པོ་ཡོད་དུ་མགྱོགས། ཨ་ནུ་སྔོན་མོ་བུ་ལེན་གྱི་ཡོད་དུས་དེ་འདྲའི་སྲིད་ཀྱི་མེད་ད་དེ་འདྲའི་སྲིད་ཀྱི་མེད་ད། སློབ་གཉེར་གྱི་ཆ་རྐྱེན་གཅིག་པུས་སྤུས་གཙང་ཆ་ཚང་ཡོད་དུས་ཀྱི་གོ་བརྡ་དེ་འདྲས་ཀྱི་དགོངས་པ་གཅིག་ལ་དགེ་རྒན་ངོ་ངོ་ནས་རེད་པས་དགོངས་པ་སུ་སུའི་སྒྲིག་གཞི་ངོ་ནས་རེད་པས། ཨ་ནུ་གཅིག་དགོན་པའི་དབུ་ཁྲིད་གཅིག་མཁན་པོ་རེད་གཅིག་ཀྲུའུ་རིན་དོན་ཚོགས་ངོ་ནས་གཅིག་སློབ་གཉེར་ལས་འཕེལ་གྱི་ལྟ་སྟངས་རེད་པས་རྒྱབ་སྐྱོར་བྱེད་སྟངས་རེད་པས་དེ་འདྲས་ཀྱི་ཐོག་ནས་སྲིད་ཡོད་དུས་དགོངས་པ་དེ་འདྲས་ཀྱི་གཅིག་ཆ་རྐྱེན་ཆ་ཚང་ཡོད་དུས་ཀྱི་ཨ་ནི་བླ་མ་དགེ་བའི་བཤེས་གཉེན་གྱི་གཅིག་ལྷག་བསམ་རེ། བརྩོན་འགྲུས་རེ། ཐུགས་ཀྱི་སྨོན་ལམ་རེ། བླ་མ་དགེ་བའི་བཤེས་གཉེན་གྱི་དགེ་ཕྲུག་ལ་མ་གཅིག་རྟ་དང་གི་གཅིག་ཤ་ཚིལ་བརྩེ་དུང་རེ། དཔེ་ཆའི་ཁྲིད་སྟངས་གི་བུ་གའི་ཐབས་མཁས་རེ། བསྟན་པའི་རྒྱུན་ཡུན་རིང་དེ་འདྲས་ལ་དམིགས་ཏེ་འཇོག་གི་བུ་གའི་གཅིག། ཐུགས་ཀྱི་སྨོན་ལམ་རེ་དེ་འདྲས་ཀྱི་གཅིག་ཆ་ཚང་ཚང་དེ་འཇོག་གི་དེ་འདྲས་ཀྱི་དགོངས་པ་ཅི་ལ་ཡིན་ཅི་མིན་ཅི་ལས་ཁུག་ཡོད་དམ།

ཕྱི་ཡུལ་དུ་ངས་འདི་ནས་མ་མཐའ་ཚོས་པ་ཡུག་ཆེན་འདིར་ཕིག་རི་ཆེ་ནས། ཁེ་སི་ཡ་མེད་མགྱོགས་སོ་ཞེས་ཨ་ནེ་ཡང་ཁྱེད་རས་པའི་ཁབ་ཕྱོགས་དུ་མ་སོང་ནས་པའི་བཅུ་གཅིག་གཅིག་ལ་བཅུ་ཡོད་ཅེས། ཉོན་མོངས་ཀྱི་སྣ་ནས་གཅིག་ལྟ་བས་བཏུས་པའི་ཉོན་མོངས་ཀྱི་སོར་བཞི་ཕྲག་པོ་བཞི་པོ་ཆེ། ལྟ་མིན་གྱིས་བཏུས་པའི་ཉོན་མོངས་ཡིན་ན་ཁུ་སོབ་སོ་རུ་ཆེར་ཁུ་སྤངས་སྡེ་པོ་བཞི་པོ་ཆེར་སོ་དོ་སོ་སྡེ་པོ་བཞི་པོ་ཆེར། ལྟ་ཕྲག་པོ་བཞི་པོ་བཅས་ནས་ཨ་ནེ་མངལ་དུ་ཁག་པོ་བཞི་པོ་ཆགས་སོང་བ། ཐོག་ཏུ་མ་སོང་ན་ག་ཚོད་ཞུས་ཤིང་གང་ཚོད་ནས་ཚུར་བརླག་པ་བིར་ཡུན་ཧ་མ་ཏོ་ཅིག་གིས་བིར་ཡུན་གནོད་པ་ཁྲེས་ནས་ཁྲེས་ཡ་ཁྱོད་ནི་མེད་དུ་གྱུར་ཅིག་ཟོབ་ཏོ་ཁྱོད་ནི་ཐོན་དུ་མེད་དུ་གྱུར་སོགས་ཆགས་སོང་ན་ད་དེ་སུས་བལྟ་རྒྱུ་བྱེད། ཤི་རྒྱུ་རིང་པོ་ག་འདྲ་ཅིག་ལས་ད་འདི་ལས་ཡང་ང་ཚོ་ནམ་རྒྱུན་ཅིག་དཔེ་ཆ་ནང་ནས་མ་བཤད་དུས་ད་རྗེ་རིན་པོ་ཆེ་ལམ་ལུགས་ཆེན་པོ་རེད་མང་པོ་ཅིག་གི་དོན་ནས་མ་གསུང་གི་དུས་ད་གར་སོང་གུར་སོང་ལ་དུས་ད་རྒྱུད་རེངས་དུ་ས་དོ་བ་འདིར་རྒྱུད་རེངས་པ་ད་དཔེ་ཧྲང་དུ་ཆགས་དོ་རང་དུ་ཆགས་དོ་རེད། ད་དཔེར་ན་ང་ཚོ་ད་འདི་འདྲའི་གསོན་པོ་ཆེ་བསྡད་འདུག་པའི་དུས་ལ་ཡ་ངའི་ལག་པ་དེ་ཡང་མ་གང་གི་ལྐུགས་ཡག་ཏུ། ད་ཞུ་བོ་ང་དཔེར་ནམ་ཞིག་ཕར་བྲོས་དུས་ཅེས་བྲོས་དེ་མ་སོང་ནས་ཆ་ཚང་དོགས་ཚར་སོང་ད་ངའི་ལག་པ་དེ་དཔེར་ཧྲཱི་ཡིན་སྟེགས་རི་མ་ཏུ་ཆིག་གིས་ཡ་ལྐུགས་ཡག་ཁྱོན་ནས་མི་འདུག་གོ་འོ་དེ་འདྲས་ཀི་དཔེ་རྒྱུན་རིང་པོ་བཟོ་ལྟོ་ཁྱོད་ནས་བཟོ་ཡ་མེད་དུ་རྒྱུན་རིང་ས་རེད།

ངས་དུས་རྒྱུན་དུ་ཆང་རྣམས་ལ་ལྟ་བ་ཞིག་ཞུས་ཏེ་ཡོད་མཁས་གྲུབ་བརྙན་འཕྲིན་གྱི་དགེ་རྒན། དགེ་རྒན་ཁོ་རང་གཅིག་ཚེ་འདི་མ་འདི་ལས་ཕྱི་མ་གལ་ཆེ་གི་རེད་རང་ལས་གཞན་གལ་ཆེ་གི་རེད། ཨ་མཆོག་གིས་སྟོན་པའི་སྐྱེས་བུ་ལ་བརྩི་གཉིས་བརྩི་དུང་ཡོད་དོ་ཅོག་སྟོན་པའི་སྐྱེས་བུ་དུས་དྲུག་མིག་ལམ་དུ་བཅད་པ་ཐམས་ཅད་ལོ་གང་གི་ལ་ཡ་ཤང་བརྩི་བརྩི་དུང་བྱས་རྗེས་གུ་གུར་བྱས་རྗེས་ལག་ལེན་གྱི་ཐོག་ལ་བཏེགས་ཚེ་སྐྱེལ་ཐུབ་མཁན་གྱི་ད་དེ་འདྲའི་གི་གཅིག་སྔ་མོ་དགེ་བའི་བཤེས་ཚད་སྟུག་པོ་ལྟ་བུ་ཞིག་ད་དེ་བསྟེན་ཐུབ་པ་ཞིག་གལ་ཆེན་པོ་ཞེ་བོ་ཅི་ལ་ཤ། དེ་བཞིན་ཐུགས་རོགས་བྱས་ན་ག་འདྲས་བྱས་ནས་ཁྱོད་འགྲིག་གི་མ་རེད། ད་གོམ་པ་ཡག་པོ་ཞིག་སླེབས་ཟིན་ན་ཡང་དགེ་རྒན་པར་རིལ་པོར་བརྗེ་ཆོག་ཁྱོད་ནས་མེད་ཆོག་ཞིག་ཐུགས་ཟིན་ན་ཡང་ག་རེ་ག་རེ་ཆགས་གྲངས་ཡིན་མིན་ཁྱོད་ནས་ཨ་དགོངས་པར་གདའ། ཁོས་ཐོག་མར་ཐུགས་བདེ་བའི་ཁུ་རྡུལ་དེ་ཁ་དོག་དཀར་དམར་གསུམ་དུ་བལྟ་ཅི་ཡོད་པའམ་སྐྱབས་འགྲོ་བལྟ་ཅི་གང་ལོ་མེད་གསུམ་དུ་རྒྱུགས་ལེན་པའི་ཁུ་རྡུལ་ལ་ཡ་མ་འདྲ་དམིགས་བསལ་དངོས་གསོལ་དོད་པོ་ཞིག་གི་དོན་ཨང་ཡོད་མ་རེད། ད་འདི་ནས་ལོ་གཅིག་ཕྱིན་ལོ་གཉིས་ཕྱིན་ལོ་མང་པོ་ཕྱིན་པས་དེ་འདྲས་བྱེད་བདེ་བའི་ཁུ་རྡུལ་ལ་བལྟས་ད་ཁྱོད་འདི་སྐྱིན་གཏན་ནས་ཕན་ཐོགས་འདུག་འདི་གཏན་ནས་གྱོང་རག་འདུག་ད་ག་རེ་ག་རེ་ཆགས་གྲངས་ཡོད་མིན་ཁྱོད་ནས་ཨ་དགོངས་ཡོད་མར་གདའ། ཧ་ལམ་གཅིག་ལྟ་མི་ཚེ་འདིའི་ཡུན་ནས་དགེ་རྒན་གཏན་ནས་གྱོང་རག་ཏུ། དེའི་ཡུན་ནས་དགེ་རྒན་གཏན་ནས་ཁྱིམ་ཚང་རག་ཏུ་ཏུ་ཚོད་པ་ཁྱོན་ནས་ཐིག་རྒྱག་ཡོད་མ་ཧ་ལམ་སྡུག་བསྔལ་ནི་ཕལ་ཆེན་གྱོང་རེད། དེར་སང་དགེ་རྒན་ཐིག་རྒྱག་པོ་སྤུས་དག་པོ་ཞིག་ཐུག་པ་ཞིག་བྱ་དེ། དེ་གལ་ཆེན་པོ་ཞེ་བོ་ཞིག་ད་འདི་སྙེ་མ་ང་ཆུང་ཆུང་ཀ་ནས་ཅིག་རྒྱན་ཚོང་ཁང་ལམ་ལུམ་ཅིག་འདི་ཞེ་བོ་ཅིག་གསུང་གི་ཡོད། དགེ་རྒན་སྤུས་དག་པོ་ཞིག་ཐུག་ཡག་དེ་གལ་ཆེན་པོ་ཞེ་བོ་ཅིག་རེད། དགེ་རྒན་སྤུས་དག་པོ་ཅིག་མ་ཐུག་པ་ཡིན་ན་ད་ག་རེ་ག་རེ་ཆགས་གྲབས་ཡོད་མེད་ཁྱོན་ནས་ཧ་གོ་ཡ་ཡོད་མ་རེད། ཞི་བ་སྔོན་གནས་པས་ཕ་རྒན་ཏི་རི་ས་ཅི་ཆགས་གྲོགས་ཡིན་ན་ཆོས་པ་འདི་རི་ས་ཆགས་གྲོགས་ཡིན་ན་ད་ཧ་ལམ་ཕ་རྒན་ཏི་རི་ས་ཅི་ད་དེ་གང་ལ་ཕ་ཐག་ཉེ་བོ་རེད་ཤི་ནས་འོ་ད་དེ་གང་ལ་ད་འདི་གལ་ཆེན་པོ་ཞི་བ་ཆགས་ཏེ་གྱོ་ད། ད་དགེ་རྒན་དེ་འདྲ་ཅིག་ཐུག་པ་ཡིན་ན་ཡང་ངས་ད་ཅི་ཟེར་ཞེན་ད་ཉིན་གང་ཚོ་བདུན་བདུན་ཡིག་གི་གར་སོ་ཟ་བྱེད་དང་པོ་འདི་འདྲ་འདི་མི་གཤིས་ལེགས་པོ་ཅིག་ཀོ་རེ་ཤེན་དེ་ཡིན་པ། མི་གཤིས་ཀི་ཅིག་པི། ཇོ་ཇོ་པ་འདི་འདི་ཞེས་བླ་མ་ཅིག་ཞི་ལ་རིགས་ཀྱི་དེ་གསུངས་པ་ནི་ཤིན་ཅི་ཤེས་ནས་རང་གཤིས་ངན་པ་ཕྱོགས་སུ་བཙོང་བ་ཡིན་ཟེར་ཏེ་དེ་སྨད་པ་བྱས། དེ་ཁྱོན་ནས་མེད་པ་ཞིག་སོ་སོའི་རང་བཞིན་དུ་ཁྱེད་ཅེས། གང་བ་ཡིན་ནི་ལས་སོ་སོའི་གཤིས་ཀྱི་དེ་དུམ་ནང་བཞིན་གྱི་རྣོ་པོ་ཅིག་ཁྱེད་ཅེས་ཨེ་ཏག་ར་ཡེ་ཤེས་ཅེས་དབུ་སྟོད་སྐྱེས་ཀྱི་སྟོད་དེ་ཁྱོན་ནས་མེད་པ་ཞིག་དང་དེ་ངས་དེ་འདྲའི་ཆེ་སྙེག་མཚང་སོགས་ནི་མགོན་པོ་སློབ་གཉེར་གྱི་ཆ་རྐྱེན་ཡོད་དུས་ཀྱི་གོ་སྤུས་དག་པོ་ཅིག་ལ་སླེབས་ཐུབ་པ་ཆེ། དེ་སླེབས་པའི་ནང་ནས་དགེ་རྒན་སྤུས་དག་པོ་ཅིག་བྱས་ཚར་སོང་ད་དེ་ལ་ག་ཞིག་རོལ་སྲིད་ལ་འདོད་དོ། ད་དེ་འདྲ་ནི་གལ་ཆེ་ཤོས་གནང་གལ་ཆེ་ཤོས་དེ་ག་སྲིད་ལ་འདོད་དོ། རང་དབང་ཐམས་ཅད་བླ་མའི་ཕྱག་ལ་ཕུལ་ཐུབ་པ་ཞིག་ད་དེ་ཡིན་གཅིག་མི་གཅིག་གུག་འདུག། གཞན་ཡང་གཅིག་གིས་ཁབ་གསུལ་གྱི་ཐོག་ནས་གཅིག་གིས་ད་ང་ཚོ་སྐུ་དྲག་མི་དྲག་གི་བྱེད་སྟངས་སུ་བྱས་རྗེས། གཅིག་གིས་ཕྱི་ལོག་གི་གནས་ཚུལ་གྱི་ཐོག་ནས་གཅིག་གིས་དོན་ཁྱད་ཆོས་རེ་མིའི་མིག་ནང་ལ་ཡང་གཅིག་མཛད་རྗེས་གཅིག་གི་སྟེང་ནས་ང་མི་དགེ་བའི་བཤེས་གཉེན་བཀྲིས་བརྩེ་གྱི་ཡོད་དོ་དོ་རེ་བྱེད་འདུག་སྤུ་ལེགས་ཀྱང་གཅིག། དེ་དུས་བཟང་ངའི་གནས་ཚུལ་ཆེ་ཆུང་ག་འདྲ་ཅིག་བཀའ་དྲིན་པ་ཆ་ཚང་མ་ནི་ད་ཡིན་ནས་ཤི་ནས་སུས་སུའི་ཐག་བཅད་འགྲོ་གི་དོད་དེ། སུས་སུའི་རང་བཞིན་བྱེད་འགྲོ་གི་དོད་དེ་ཁྱོད་ནི་ད་ལྟ་དེ་གི་མ་གཏོགས། རང་ཤི་ཁྱོད་ཤི་གི་མི་འདུག་ག་དེ་རིང་གེ་སར་ང་ཚོ་གར་སོ་ལ་དེ་ཐོག་རྒྱ་མི་རིགས་ཤི་གི་ཤི་བ་རེད་ཁྱེད་ཀྱི་དམག་ནང་ཆེས་ཡག་པོ་ཞིག་ཞུ་གི་འདུག་སྟེ་ཡིན་ནའི་དེ་ང་དེ་ཤི་རྒྱུ་ཁུར་ཁྱོན་ནས་མེད་ང་དེ་བློ་ལ་འགྲོ་གི་མི་འདུག་དུས་སང་ང་དེ་དགའ་བ་མེད་དེ་ཁྱེད་རའི་བློ་ལ་ཕྱིན་མ་ཕྱིན་དེ་ཁོ་ནའི་སྟེང་ནས་ང་ཚོ་དེ་མཚན་ཤི་ཁུར་ཡག་ཁྱོན་ནས་ཡོད་མ་རེད། ད་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་གནས་མ་གསུངས་ཤོག་གུ་གསུམ་འདི་ཅིག་གལ་ཆེན་པོ་ཅིག་རྩིས་བྱེད་ང་ཚོ་དེ་གྲོགས་དགོས་ཀྱི་རེད་མ་གཏོགས་ཅི་གི་དུས་རབས་བློ་ལ་ཕྱིན་མ་ཕྱིན་གི་དེ་བྱས་སོང་ན་ང་ཚོ་ལྟ་ན་ཁ་ཆེ་པོ་ལུས་ན་ལ་ཡོད་དེ་རེད། ཁྱེད་རང་ཁྱེད་རང་འདོད་པ་བསྟུན་ཟེར་ན་ཆང་དང་ཨ་རག་དེ་ལས་དགའ་བ་མེད་ས་དེ་བོ་དེ་རེད་བ། ད་ལྟ་བོད་དུ་ཁྱེད་རང་གི་རང་གཤིས་བཙོང་བྱེད་དཔེ་རང་གཤིས་ངན་པ་དངོས་གནས་དཔེ་དུག་རིགས་ཧྲིལ་བོ་ཅན་དཔེ་ལྕག་ནང་བཞིན་གྱི་དཔེ་རྒྱུན་ངན་པ་དེ་རིགས་ཅིག་བཙོང་བྱེད་ད་ཁ་ཐུབ་དེ་མ་གཏོགས་མ་བྱུང་བ་རེད། ད་ནི་དཔེ་ཆ་དེ་ནི་ལས་གོ་བ་མ་རག་བ། དཀར་རུ་དཀར་རུ་རྒྱང་ལ་ཨེ་ཅིག་འུར་འདུག་དཀར་རུ་དཀར་རུ་སུ་སུའི་འུར་འདུག།

མ་ཁྲིད་ཡིན་པའི་ག་དུག་ལ་ཡ། སེམས་ཀྱི་ནད་ལ་ཡ། གོ་བ་ཟིན་ནས་མི་འདུག་བློ་བསྐྱེད་ཟིན་ནས་མི་འདུག་དོན་དག་རིག་ཅིག་འཚོ་བ་རིག་ཅིག་སྐྱིད་རིག་པ། འོ་འདི་འདི་སྲིད་ཀྱི་དོན་འདི་འདི་འདི་སྲིད་ཀྱི་སེམས་སམ་དེ་རིག་གི་འཚོ་བ་རིག་ཅིག་སྐྱིད་རིག་པ། དེ་ནས་འདི་སྐྱེས་ཚང་ན་གང་བྱུང་སྲིད་ལ་འདོད་དེ་དང་མཐུན་པར་བྱས་ཀྱི་དེ་ནས་ལག་ལེན་སྐྱེས་དགོས་ཀྱི་ཡོད་རེད་པ་ད་ང་ཚོས་ད་ལྟ་ད་ཆོས་དཔེ་ཅི་ཁྲིད་དང་དེ་ཐུག་ས་རེད་ད། ངས་དེ་བཞིན་བཤད་སོང་ངོ་སྤྱི་ཚོགས་ཀྱི་བསླབ་བྱ་ཡིན་ན་ལག་ལེན་སྐྱེས་མ་སྐྱེས་ཀྱི་སྐྱེ་ཁྱོན་ཡོད་པ་རེད་ད། དེ་དགོངས་པ་ན་ཤེས་རྒྱུད་འདོད་དགུ་རེད། བསམ་བློ་བཟོ་ལྟ་བཟོ་དགུ་རེད། མ་འོངས་པ་ན་སེམས་ཅན་ཐམས་ཅད་ལ་ཕན་ཐོགས་དགུ་རེད། སེམས་ཅན་གྱི་ཕྱི་དང་དམྱལ་བ་ནས་ལས་བཟོས་དགུ་ས་དེ་འདྲའི་ཚིག་ཐོག་གང་ལ་བལྟས་ཆོག་ཁྱོན་ན་ཡོད་མ་རེད། དེ་དགོངས་པ་ན་དེ་དག་ལྟོ་བ་ར་འདག་གི་ཁྲིགས་རེད། ཚེ་འདིའི་ཟོ་རྒྱུ་འཐུང་རྒྱུ་གྲོགས་འོག་ཏུ་ཐག་གཅོད་ཐུབ་ན་ཨེ་ན་སྤྱི་ཚོགས་ཁང་ཤེས་ཡོན་ཅན་པའི་གོར་དེ་ཆོད་པ་རེད། དེའི་སྔོན་ནས་ལྟོ་བ་དོ་དག་ལ་ཁྲིད་དེ་ཡོད་རེད་དགེ་ཕྲུག་དངོས་ནས་ལྟོ་བ་དོ་དག་ལ་ཁྲིད་ལེ་དེ་ཡོད་དེ་རྙོག་དྲ་སྤེལ་དེ་ད་ང་ཚོ་ཐ་ན་དགེ་རྒན་ལས་དགོན་པའི་དཔེ་ཆ་ཁྲིད་མཁན་ཤེས་ན་ལ་ཕིང་གཅིག་ཡོད་མ་རེད།

དང་རང་གཤེད་ཚ་པོ་ཞིའུ་ཅི་ཆེ་ཧམ་པ་ཚ་པོ་ཞིའུ་ཆེ་རང་དབང་ཐམས་ཅད་བླ་མའི་ཕྱག་ལ་མ་ཕུལ་བའི་ཕྱིར་སུ་སུའི་ཐང་ཅི་ཞིག་གྲོ་སྙིང་བཅིངས་པ་ཆ་མཚོན་པ་ནི་བླ་མའི་ཡིན་ནས་མ་གོ་བ་འདི་སྡུག་སིར་དང་འདྲེ་སིར་དང་སིལ་ལ་དུས་དང་ཁྱི་རས་ཆེ་དང་ལོ་ཅིག་ཁྱི་དྲུག་རེད། ཁྱི་རས་ཤིག་གི་གུར་དང་དུ་བུད་དུ་འོ་དུག་སུ་གོམ་འགྱོད་འཐེན་པ། ཉི་མ་ནག་ལ་འདས་དུས་དུ་དཔའ་བོའི་ཁ་ལ་ཁྱོད་ནི་མ་ཉན་པའི་ཕྱིར་ཁྱི་རས་ཕྱོགས་བཙོང་བྱས་རྒྱུ་གྲོ་སྙིང་དེ་རེད། ཨ་མའི་ཁ་ལ་ཁྱོད་ནི་མ་ཉན་པའི་ཕྱིར་གང་ལྟར་ཅི་ལྕོགས་ཨ་ཅག་དང་རྒན་ཞུང་སུ་གཅིག་ལས་མ་ཉན་པའི་ཕྱིར་རང་གཤེད་ངན་པ་ཕྱོགས་སུ་བཙོང་བྱས་སུ་སུའི་ཐང་ཅི་ཞིག་གྲོ་སྙིང་དེ་ཡིན་པ། ད་ནི་བླ་མའི་ཡི་ནི་མ་སུག་ཤོས་གོ་བ་དེ་ཀྱི་རེ་ཐག་ཆད་ཅིག་དྲུག་ཏུ་བ། ཨ་ནི་བླ་མའི་ཡི་ནི་མ་ཅི་ཙམ་པའི་གོ་བ་ཟབ་པོ་ཅིག་དང་ཅི་ཙམ་པའི་སྤུས་དག་པོ་ཅིག་དང་ཅི་ཙམ་པའི་རྒྱ་ཆེན་པོ་ཅིག་དང་ཅི་ཙམ་པའི་རྣམ་གྲངས་མང་པོ་ཅིག་གསུངས་ཤོར་ནས་ལས་ཀྱི་རེ་ཀྱི་རེ་ས་ལོ་ན་ལོ་ཡང་དང་པོ་ནས་འདིའི་དོན་དང་འདི་རེ་ཕི་གི་དོན་དང་ཕི་གི་རེ་ཕྱི་ནས་ཅིག་བཟོས་ཚར་ཤོག་འོ་དེ་ལས་དར་མེད་པ་ཐུབ་བྱུང་དེ་དྲུག་ཏུ་ཆ་ཚ་སོང་བ།

ང་ཚོར་ཉུ་གཏམ་དཔེ་ལས་ཡོད་རེད་པ། བླ་མས་དྲིལ་བུ་གང་བཞག་མ་གཏོགས་ཁྱེད་ཀྱི་དྲིལ་བུའི་བླ་མ་གང་བཞག་ཡོད་མ་རེད་བཤད་མི་འདོད་ང་ཚོར་གསལ་འཁྲིད་རྒྱབ་རེད་པ། ད་ཁྱེད་རས་བླ་མའི་ཡིན་ན་མ་ཁྲིད་ཤོག་གི་རྩུབ་ཁྲིད་དེ་ནི་ཁྱེད་རས་ཕངས་གོ་བ་ཅི་བྱེད་བྱེད་བླ་མའི་གཅིག་ཡིན་ན་མ་གསུངས་ཤོག་དེ་ཁྱེད་རས་ཕིག་གི་གོ་འང་ཁྱེད་རས་དང་པོ་ད་རང་ཞོགས་པ་ནས་བྱེད་འདི་དེ་རེད་ཕིག་ཕིག་རེད་བྱེད་འདི་གཅིག་ཡོད་རེད་འོ་དེ་བསྟུན་བྱེད་དེ་བསྟུན་གོ་བས་སོ་བྱེད་དེ་བསྟུན་ནི་མ་གཏོགས་ཨེ་བླ་མས་ཁྲིད་ནས་མི་ཁྲིད་ནས་ཆོས་སྐད་བྱུང་མ་སོང་བ། དང་དུ་ཕྱི་ནས་ཉི་མ་གཅིག་ཕྱིན། དུ་ཕྱི་ནས་བདུན་ཕྲག་གཅིག་ཕྱིན། དུ་ཕྱི་ནས་ཟླ་བ་གཅིག་ཕྱིན། དུ་ཕྱི་ནས་ལོ་གཅིག་ཕྱིན། དུ་ཕྱི་ནས་མི་ཚེ་ཕྱིན་ཟེར་ན། ད་ཁྱེད་རང་ག་རེ་རག་སོགས་ཤིང་གཅིག་དྲིས་ཉིན། ད་ཁ་ཁད་ཅིག་རག་འདོད་མ་རྟ། ངོ་འདི་གན་ཚུ་ང་ལ་མུར་མི་ཕྱིན་གསུང་ཡང་དགེ། གྲང་ས་སྐྱམ་མཛོད་ན་ལ་ཡུང་བྱས་ནོར་བུ་ཕ་ཤ་ནས། རྡོག་རྡོག་རྡོག་བྱས་རེག་གི་མ་རྟ། ས་དེ་རྒྱུ་འབྲས་འོ་དེར་ལྟ། ད་ཁྱོད་ན་རེག་མར་བལྟ་འམ་ཟ་ཅིག་གང་ཡང་རེག་མར་ཟ། དེ་འདྲའི་དེ་ཆགས་ཐུབ་ཀྱི་བར་བལྟ། དེ་སོང་རང་དབང་ཐམས་ཅད་ལ་བླ་མའི་ཕྱག་ན་ཕུལ་ཐུབ་པའི་ཕྱིར་བར་བལྟ་དེ་སྐོར་བལྟ། གཅིག་བླ་མའི་ཡེ་ནས་མ་གསུངས་ཤོས་དེ་དང་སུ་སུ་འདུག་བསམ་བློ་བཏང་ཤོས་གཉིས་ཀྱི་ནང་ནས་གཅིག་མི་མཐུན་པར་བྱས་རྗེས་ད་རྒྱང་ལ་ང་ད་དུ་གསུང་གི་འདུག་དེ་འདྲ་ག་འདྲ་ཡིན་ནམ་སོང་ཟ་ཅིག་ད་སུ་སུའི་སྐྱེ་བ་སྔོན་མའི་བག་ཆགས་འདི་འདུག་ངས་བྱས་ནས་འདྲ་ཞིག་གོ་བ་ཅིག་ཟེར་ན་ལས་སུ་སུ་དེ་ཕར་བསྟུན་དགོས་ཡིན་སོགས་ཞོར་བལྟ། ད་ངའི་དེ་ཡིན་གྱི་མ་རེད། རྒྱ་ནག་གི་དེ་ག་འདྲ་བྱེད་ན་ལེགས་ཡིན་གྱི་རེད་བསམ། དེ་མ་བསྐོ་བ་གོ་ཡག་གི་ཐབས་ཤེས་ལ་ཡ། ཨ་ནི་དེ་དབང་བཙན་པར་ཅི་ལ་བརྩི་ཡི་ཅེ་དེ་མ་བསྐོ་བ་གོ་ཡག་གི་ཐབས་ཤེས་ལ་ཡ། རིགས་པའི་ལམ་རིགས་པའི་གོ་བ་རིགས་པའི་དོན་སོགས་གསར་པ་བཙལ་བྱེད་གུག་ཡོད་ལ་མ་གཏོགས་ཅི་གི། རྒྱ་ནག་གི་དེ་ཚུལ་སྟོན་བྱེད་ཅེ་ར་མེད་པ་སོགས་ཀུར་སེང་ཚོས་དེ་དེ་ཁྱད་མཚར་ཞིབ་པོ་ཆགས་སོང་བ་ད། དེ་བྱས་ན་གང་ལྟར་གང་ལྟར་ནས་རྒྱ་ནག་གི་དེ་རྒྱ་ནག་གི་ཅི་ཡིན་ནི་མ་གསུངས་ཤོས་དེ་ཁྱེད་རས་དེའི་འདོད་པ་དེ་ལ་སྟོན་གུག་ཡོད་ན། ཨ་ནི་ང་ཚོ་ད་ལྟ་ལེགས་བཤད་སྙིང་པོ་རྗེ་རིན་པོ་ཆེ་བཙལ་མགོ་རེད་རྗེ་རིན་པོ་ཆེས་ཁྱེད་ར་སྟོན་གོ་ཞིག་རེད་བ། ཨ་ནི་གང་དང་གང་དུ་ནི་སྟོན་པ་གྱི་རིགས་ཅན་ཁྱེད་ལ་སྟོན་དགོས་ཤིག་རེད་པ། གང་དང་གང་དུ་ནི་ཁྱེད་རའི་གོ་བ་དང་སྟོན་པས་གསུངས་ཤིང་ད་ལྟ་དེ་གི་མི་ནི་སྟོན་པས་དེ་རྒྱུ་ཇུས་གཏང་དགོས་ཤིག་རེད་པ། སྟོན་པས་ཁྱེད་ར་དགོངས་དག་ཐུགས་ཐིག་ཞུ་དགོས་ཤིག་རེད་པ། ད་ག་འདི་རེ་ཆགས་སོ། ཨེ་ཁྱེད་རས་སྟོན་པ་ཕ་ཟོབ་ཏུ་སོ་ཉིག་སུ་ཞིག་ཏོ། སྟོན་པས་ཁྱེད་ར་ཚུལ་ཟོབ་ཏུ་སོ་ཉིག་སུ་ཞིག་ཏོ། ད་ཡག་པོ་ཞེས་ལྟོས་ད། ཟོབ་ཏུ་སོ་ཉིག་ད་ཟོབ་ཏུ་སོ་ཡ་པས་ནོར་ད། པས་དགུ་ཐིག་ལོར་ད། ད་དེ་ཁྱོད་ནི་མ་ཤ་ཨ། ད་དེ་འདྲའི་དཔེ་ཆ་མང་པོ་ཡོད་ད། དེ་རིང་གི་སི་ཆ་སོ་མ་ནས་དེ་འདྲའི་དཔེ་ཆ་མང་པོ་ཡོད་རེད་སློབ་གཉེར་མ་མང་པོ་ཡོད་རེད་དགེ་བཤེས་མང་པོ་ཡོད་རེད་མཁན་པོ་མང་པོ་ཡོད་རེད། སུ་སུ་ཕི་གི་གཅིག་སྡུད་བྱེད་དེ་ལ་ཕར་མ་བརྩི་བར་བྱེད་ཕི་གི་སུ་སུ་སྡུད་བྱ་བྱེད་བརྩི་བྱེད། སུ་སུ་ཕི་གི་སོབ་ཏུ་སོབ་ཡོད་པའི་སོ་ཕར་བརྩི། ད་དེ་ཁྱོད་ཤི་མ་ད་དེ་ག་རེ་སུ་ད། ང་ཚོ་དགོན་པར་སླེབས་པའི་ཉི་མ་དང་པོ་གཉིས་ཀ་གི་རང་གཤིས་ཟེར་བ་ད་ཐེ་ཐུག་དེ་ལྟ། དང་པོ་ནས་རྒྱུན་རིང་པོ་ཧམ་པ་ཚ་བོ། ང་རྒྱལ་ཚ་བོ་དེ་རིགས་ཀྱི་ཁྱད་ཆེ་དེ་ལྟ། ད་ཐེ་གང་ཐུག་དེ་ལྟ། འོ་དེ་གཉིས་པ་དེ་དེ་ལྟ་དེ་ང་ཚོ་བསམ་བསམ་ཕྱིར་རོ་ཨ། ད་དཔེ་ཆའི་གོ་བ་དང་ད་དུང་གང་གི་ཆོས་བ་གཞན་དག་ཅིག་ལ་ཕར་ཁྲིད་འགྲོ་དགོས་དང་རང་གཤིས་གཅིག་གི་ཐོག་ཏུ་ཕར་ཁྲིད་འགྲོ་དགོས་རེད། ཡའི་རྗེ་རིན་པོ་ཆེ་ལ་ལུས་ཕྱི་མའི་ནང་དུ་ཡང་ང་ཚོ་ད་ལྟ་གཤིས་གཉིས་སྟེང་དུ་འཁོད་འདུག་དེ་གཅིག་ཡོད་པ། ཅིག་བླ་མའི་ཡིན་ནི་མེད་ཅིག་སྟོན་པའི་གོང་བ་ཟབ་པོ་ཅིག་ཁྲིད་མི་ནུས་ལ་རང་གཤིས་གཅིག་གི་ཐོག་ཏུ་བབས་པ་ལ་ཚེགས་མེད་དོ་ཞེས་ནས་ཁ་ཐུག་ཁོ་ར་ཕི་གེ་འདིར་ཞེས་ནས་ཕི་གེ་ཁྲིད་ཞུགས་པར་ལྟ། བླ་མས་ད་རང་ཞོགས་པས་ད་རུང་ལྟ་ད་རང་ཉི་མ་གང་ཤེས་ཏེ་ད་ཁྱེད་ར་ཕན་ཆད་ཐོག་ཏུ་བླ་མས་ཉི་མ་གང་གསུངས་ཞུས་ཏེ་ཁྱེད་རས་རང་གཤིས་གཅིག་གི་ཕ་ཕྱི་དང་ལོ་ཞེས་བྱ་ཞབས་དཀར་རྩེ་ཁྱོན་ནས་བབས་པ་ཅིག་གི་སྟེང་ནས་ད་གང་གི་ཆ་ད་ཁྱེད་རང་ལོ་ཞབས་པར་ལྟ། དཔེར་ན་གཅིག་ཡུལ་ངོ་མ་རེད་ཟེར་ལབ་པའི་སོ་ཅིག། ད་ཁྱེད་རས་གཅིག་ལོ་མང་པོ་བསམ་བློ་བཏང་མིར་ད་བ་མང་པོ་ཀ་ལས་སྐྱེས་པ་དེ་འདྲ་བྱས་ཤོག་ཅིག་དེ་རིང་ཁེ་སེ་ང་ཚོ་ཅིག། ད་གཅིག་དབུ་ཁྲིད་རེ་བྱེད་ཅིག་ཐོག་པ་ཅིག་ཀུན་འདུ་ལ་ཁྲེལ་འདི་དང་འོ་འདི་འགྲིག་གི་མ་ད་ཞེས་འདི་འགྲིག་སོང་ནས་ཁྲིམས་འགལ་ཡིན་ད་ཟེར་ལབ་སོང་ཚར་སོང་ང། ད་ཀ་ལས་མོ་ཀོ་ག་ཚད་མོ་ག་ཚད་ཅིག་ཞུས་ནས་ཆ་ཚང་ཚར་སོང་ཨོ་ད་དེ་སུ་ད་དེ་གཉིས་མ་ནོར་བ་བྱེད་ཤོག་ཨ། བླ་མ་ཁྱེད་རས་དུས་བཞི་ཆགས་འདུག་རེད་ཁྱེད་ར་བླ་མའི་དུས་བཞི་རེད། དཔེ་ཆ་ཁྱེད་རས་དུས་བཞི་རེད་ཁྱེད་ར་དཔེ་ཆའི་དུས་བཞི་རེད། དེ་ང་ཚོ་བསམ་ཡང་ཨོ་གཏང་སྒུག་འདུག་ཕ་སོ་བཞུ་བྱེད་རྒྱུ་མི་འདུག་སུ་སུ་ཕི་ཨེ་བསྟུན་མི་བསྟུན་སུ་སུའི་གོ་འང་དུ་ཕི་ཁི་དུ་ཐུན་དུ་མ་དུ་དེ་ར་ཨོ་མ་དུ་ཆི་ཁི་ཕི་ཁི་དེ་སུ་སུ་གཅིག་བཟོས་ནས་དེ་དེ་ཨེ་བསྟུན་མི་བསྟུན་དེ་གི་བསྟན། ང་ཚོ་ད་ནི་ཅི་ད་འདི་ང་ཚོ་ངལ་རྩོལ་མི་མང་གི་སྐད་ལས་ཡ་མོ་རྐྱང་གཉིས་ཧམ་པ་ཚ་བོ་དེ་ལས་འདུག་ཁོ་རང་དང་མོ་དང་མོ་གཅིག་ལ་ཐང་ཆད་ནས་དེ་མ་པོ་པོ་དུ་མོ་ག་ཚད་བབ་ནས་ལ་རྩིས་ཀི་ནས་ཟིན་ཞིག་འདུག་དེ་བབ་སོང་ལ་ན་བ་དེ་དེ་དེ་ངས་ཟིག་གི་འདུག་ད་དེ་བབ་སོང་ང་ཟེར་ཟེར་ད་དེ་ནི་དམ་མ་རྒྱབ་ད་ག་ས་མ་རེད་པས། དེ་ལས་དང་པོ་ནས་གཅིག་ལ་ཐག་བཅད་སོང་ང་ནི་ད་ག་ཤག་ཤག་ནི་ད་ག་ཀྲིག་ཏུ་ཉོག་སོ་ཤག་སོང་ངོ་དེ་གཉིས་པའི་སྟེང་ད་ད་འདི། བླ་མ་བསྟེན་དགོས་རེད་བླ་མ་བསྟེན་པ་ཙམ་དུ་མ་ཟད་པ་ག་སུ་དང་ཅིག་རང་དབང་ཐམས་ཅད་བླ་མའི་ཕྱག་ལ་ཕབ་ཕུལ་ཡག་ཅིག་དེ་མ་བྱུང་བ་ནི་དཔེ་ཆའི་གོ་བ་ནས་དྲ་ལམ་ལིང་ནས་དྲ་ཁྱེད་རའི་རང་གཤིས་གཅིག་གི་ཐོད་དུ་ཕ་ཕྱིན་ཆད་ད་ནི་ཁ་ཕྱོགས་གཞན་དག་ཅིག་ལ་ད་ལུང་པ་གཞན་དག་ཅིག་ལ་ཕ་ཁྲིད་འགྲོ་དགོས་རེད་ད།